དེ་ནས་དྲི་བ་གཉིས་པ་དེ་ཞི་བ་ཆེན་པོ་ལགས་རེད་ཤག་ཞི་བ་ཆེན་པོ་ལགས་ཀྱིས་དེ་ལྟ་མ་གནས་ཚུལ་རྒྱས་ཤིག་རྒྱས་པ་རུ་སོང་ཞེས་ད་ངས་སྙིང་བསྡུས་རུ་བྱེད་ཚུལ་བསྡོམས་པ་ཡིན་གསུངས་ན་ཨ་ནེ་ཁོང་ལི་ཡ་རུས་པ་གྱིས་ཚིག་དེ་ཟླ་བ་ལི་ཡ་རུས་པ་དང་ཨ་ནེ་ཆིན་པའི་གཡས་གཡོན་ཟླ་བ་ལི་ཡ་ཟེར་དེ་འདྲ་རྒྱབ་བྱས་ནས་ཨ་ནེ་ལྷག་དོན་དུ་མཚན་ལི་ཡ་ཉལ་བའི་སྐབས་ལི་ཡ་ཟེར་ལ་རྒྱབ་ན་ཨ་ལའོ་ཡན་ཅན་ལ་རྒྱབ་ཁག་པོ་ཆགས་ཀྱི་འདུག་ཅེས་ན་གསུངས་ཤག་ཨ་ནེ་དེ་སྔ་ཉིས་སྟོང་བཅུ་གཅིག་ལོར་ལི་ཡ་གློག་བར་གྱི་གཅོང་ནད་ཇི། སྙུང་བྱས་ནས་རེ་བ་དཀྲིས་པའི་སྙུང་བྱས་ནས་ཨེ་ན་སྨན་བཅོས་བྱས་པ་རེད། ད་ཆ་ཨེ་ན་བརྟག་དཔྱད་བྱེད་པའི་སྐབས་སུ་ཁྲག་དེ་གང་ས་ཅི་སྟེང་ནས་ནད་རོ་དེ་འདྲའི་ཁ་གས་དོན་གྱི་མི་འདུག་ཁོང་ལ་སྐུ་ངལ་ཡོད་པ་དེ་ད་ཅི་འགོང་དུ་ཞུས་མི་ནུས་ཤིང་ཚིག་དང་ཨེ་ན་རྒྱལ་སྲིད་དུ་རྡོ་བ་ལ་ཡར་ལྷག་དོན་དུ་ཉལ་བའི་སྐབས་དེ་ཡང་ན་ས་བཏང་ཡང་ཅི་བཏང་ཨེ་ན་མཚན་ལ་ཡར་ལྟོས་གལ་གྱི་ཕྱོགས་ལ་ཡར། ཁོག་སྟོད་ཕྱོགས་ལ་ཡང་ཚ་བ་རོ་གཅིག་བག་བྱས་ནས་ཨེ་ནི་མི་ཆོས་ཤོག་འདི་འདྲ་བྱེད་ཀྱི་འདུག་ཅེས་ནས་གསུངས་ཤག་ད། དེའི་ཐོག་ལ་ཡང་ཐ་ན་ང་རང་ཚོ་ཚོགས་ཆེན་ཡོངས་མ་བསྟན་འཛིན་ལགས་ཀྱིས་ལམ་སྟོན་ཞིབ་ཏོག་ཅིག་གནང་གྲུབ་འདུག་བྱས་ཙང་ད་གས་ཐུས་པ་ཅིག་ཡིན་ད་ངས། དེར་ཡང་ཁ་གསབ་ཡག་ཅིག་དེ་ཡང་བྱས་ན་དོགས་སློང་རོགས་པ་ཅིག་ག་རེ་ཞུ་འདོད་བྱུང་བ་ཞིག་ན་ཞུ་མིན་གསུངས་ན་ཁྱེད་རང་ལ་དེ་སྔ་ཉིས་སྟོང་བཅུ་གཅིག་ནོ་ལོ་ལ་ཡི་ར་ཀྲི་བི་སི་ཡ་གི་གློག་ལ་གཅོང་ནད་ཅིག་བསྙུངས་ཡོད་པ་སོང་ཙང། ཨ་ནེ། ད་ལྟ་ནད་རྟགས་དང་ཚུལ་བྲན་ལྷག་དོན་དུ་ཚད་ལས་ཡ་ཚ་བ་འབབ་པའི་སོབ་ལྟ་བུ་ཅིག་རྔུལ་ཆུ་ཤོག་བྱས་ཅིག་དང་རྡོ་མཚོ་ཡང་སྟབས་ཀྱི་ཟབ་དགོས་ཅིག་རེད་གང་ལགས་ཞུ་བི་ན་ཀྲི་བི་ན་ངའི་རྡོ་མཚོ་ལ་ཡང་ནད་རྟགས་འདི་ལྟ་བུ་འདི་འདྲ་ཡོང་ངེས་ཡོད་རེད།

དེ་ནས་དྲི་བ་བཞི་པ་དེ་གང་སྨྱུག་འཛིན་གང་སྨྱུག་འཛིན་ལགས་ནས་བཀའ་འདྲི་གནང་བ་རེད་དེ་ཡང་ངས་ད་རྫ་དྲག་ངེས་ཚོ་ཡིན་པ་སོང་ཙང་ཇག་ལན་བུ་ཕྲུག་ཡིན། དེ་ནས་དྲི་བ་ལྔ་པ་དེ་ཡང་བོད་པའི་བུ་མོ་ལགས་ཀྱི་དེ་ཡང་ཟླ་གཅིག་གི་སྐད་ནང་ནས།

དེ་མ་གཏོགས་ཅིག་ནས་གཞི་གཅིག་པོ་འདི་འདྲ་གལ་མི་འདུག་ཟེར་གསུངས་ཤག་ད་ཁྱེད་རང་ཐང་ཀ་ཡུ་རོབ་ཀུན་ལ་ཡང་བཞུགས་མཁན་ཆེན་པོ་ཡིན་དུས Ultra Sound དེ་གནད་དོན་ཅིག་རེད་དེ་མ་ཡིན་པའི་ད CT Scan ལ་སོགས་པ་འདི་འདྲ་གྱི་བལ་ཡོར་བ་ལ་ད་སྟབས་བསྡོམས་རྩོད་སྐྱོན་ཡོད་མེད་ངས་ཤེས་ཀྱི་མེད་གལ་སྲིད་སྡོམ་རྩོད་སྐྱོན་མེད་པ་ཡིན་ན་དེ་ག་དེ་ཅིག་སྐྱོན་པ་ཡིན་ན་བལྟས་ཚེ་ཞིབ་ཚགས་ཚེ་ཞིག་ཧ་གོ་གི་རེད་ཨ་ནི་གྲུབ་དོན་ཡིག་ཆ་འདི་ག་དེ་ཚང་མ་ཁྱེད་རང་ངས་དེ་སྔ།

པགས་པ་ལས་འབུ་མདོག་དེ་ལྟ་བུ་འདོན་སྲིད་པ་ཅིག་རེད། ད་ལྟ་ནང་བཞིན་ཟ་ཧྲུ་ལང་ཡང་དེ་འདི་དང་མཚུངས་པོ་ཞིག་རེད་དོ། ད་ཨ་ལེ་ཅི་ལི་ཡང་རྒྱུན་ལྡན་བྱས་པ་ཡིན་ན་སྨན་འདི་འདྲ་མང་པོ་ད་རིགས་རམ་མང་པོ་བཏང་ཡང་ཡོད་རེད། ད་འདིས་སྨན་བཏང་ཡང་དེ་གནད་དོན་གཅིག་རེད། དེ་ཨ་ལེ་ཅི་ཟེར་ན་ག་རེ་སྲིད་ཀྱི་བཞིན་ཞུས་པ་ཡིན་སོང་ན། ནད་པ་དེ་ལ་ཡང་རྫས་གཅིག་གཟུགས་པོ་ལ་ཡང་མ་སྤྲོད་པར་བྱས་ནས་ཨ་ནི་ནད་རྟགས་འདིའི་རིགས་དེ་འཐོན་གྱི་ཡོད་རེད་ཅེས་ལབ་ཀྱི་ཡོད་དུས་སེམས་པ་ད་རྫས་དེ་ག་རེད་དོ་གནད་དང་པོ་ལ་ཡང་བརྟག་དཔྱད་བྱེད་དགོས་ཡ་ངོས་ཆུ་ཡ་དེ་དཔེ་གལ་ཆེན་པོ་རེད་རེད་པ་དཔེ་རོ་པ་ཞུས་པའི་ནི་ཁོ་རང་གིས་ད་རྒྱབ་ལ་ཡང་འབུར་ཏོ་དེའི་རིགས་འཐོན་ཡོད་པ་ཡིན་དུས་སེམས་པ་ཉེ་བའི་ཆ་ལ་ཡང་དཔེ་ན་གཅིག་ཡིད་གཟིགས་གསར་པ་རོ་པ་འདི་འདྲ་དེ་སྔ་བེད་སྤྱོད་བཏང། མེད་པའི་ཡིད་ཆུ་གསར་པའི་རིགས་རགས་པ་འདི་འདྲ་བེད་སྤྱོད་བཏང་ཡོད་རེད་པས་ཡང་ཅིག་མེད་ན་དུག་ལུད། བསྟུད་བཏུང་ལ་སོགས་པ་གསར་པ་རོ་གཅིག་ཉོས་བྱས་ནས་འདི་འདྲས་མ་སྤྲོད་པ་རེད་པས་ཡང་ཅིག་མེད་ན་ཉེན་ཆད་ལས་ཡག་ཉེན་ཆད་གཙང་མ་བཟོས་པའི་སྐབས་དེར་ཡིད་ཆུ་ཡིད་ཟིག་རིགས་གཅིག་བེད་སྤྱོད་བཏང་གི་རེད་པ། འོན་ཏེ་རིགས་གསར་པར་བརྒྱུད་པའི་བེད་སྤྱོད་དང་ནི་སྐྱོན་དང་དང་ཨེ་ལེ་ཅི་ཡོང་དགོས་དོན་གྱི་རྩ་བ་འབྱོར་བ་དེ་རྩད་བཅད་དགོས་དཔེ་གལ་ཆེན་པོ་རེད། ཨ་ནི་ཁྱེད་རང་གིས་རྩད་གཅོད་གནང་ནས་ཨོ་འདི་གསར་པ་བེད་སྤྱོད་བཏང་འགྲོ་རབས་ཅིག་ཡིན་ཅིག་ཤེས་ན་འདི་ལས་ཐུག་གི་ཡོད་རེད་དགོངས་ཀྱི་ཡོད་པས་ན་ཨ་ནི་འདི་རིགས་དེ་ལྟ་ཅི་འགྱུར་ལ་ཡ་ཟོན་གནང་ཡ་རེད་རེ་བ་འདི་ཟོན་གནང། དང་ཐོག་འདི་གི་ཐོག་ནས་རྩད་གཅོད་ཡག་པོ་བྱེད་ཐིག་མི་འདུག་ན་ཨ་ནི་ཁྱེད་རང་པར་ནད་ལ་མཁས་པའི་ཨམ་ཆིས་ཅིག་རྩ་ལ་ཕྱིན་པ་ཡིན་ཟོན་ན་འདི་གི་རྩད་བཅད་དེ་དགོས་རེད།

གར་སོགས་རེད་ཚབས་ཆེར་འགྲོ་གི་རེད་རེད་བ། མཚན་རེ་ཡ་ཉལ་བསྡད་པའི་སྐབས་དེ་ཡ་ཟེར་རུ་ལ་ཡང་དེ་ཚབས་ཆེར་འགྲོ་གི་ཡོད་པ་ཡིན་ན་འདི་ལྟ་བུའི་ནད་ཅིག་ཡིན་སྲིད་པ་རེད། ད་དེ་ནད་དེ་ག་འདྲ་ཞིག་ངོས་ཆུག་རེད་ཅེས་ཞུས་པ་ནི་ཁྱེད་རང་ཨམ་ཆིའི་ཚ་ལྷད་པ་ཡིན་སྲིད་ནམ། པགས་པ་དང་དང་འབུར་ཏོ་ཐོན་ས་དེ་ནི་ཕྲན་བུ་ཅིག་སུ་བས་བས་རབ་བཏང་བྱས་ན་ཨེ་ཤེས་ཤིང་ནང་བསྡད་པ་ཡིན་ན་ལམ་སང་ཧ་གོ་གི་རེད་ལམ་སང་ཧ་གོ་གི་རེད་ཨེ་བྱས་ཙང་འདི་ཧ་གོ་པ་ཡིན་སྲིད་ན་གདོན་ཚོའི་བྲན་རེ་ཡ་སྨན་བཅོས་བྱེད་ཡ་དེ་གལ་སྲིད་སྐེ་པི་སི་ཡ་དེ་ཡིན་པ་ཡིན་ན།

ཉོས་ཆ་ལ་ཡག་ད་ཛ་ཀྲ་ནི་ཟོས་རོགས་སོང་ཙང་དེ་ཡང་ལན་ཕུལ་ཚར་བས་ཡིན་ཨང་དེའི་ཐོག་ལ་ཡང་ང་རང་ཚོ་ཚོ་གཅིག་མ་མོ་ཚང་མ་ཕེབས་ཅེ་ན་ཁྱེད་རང་ལ་ཡང་ལམ་སྟོན་གནང་འགྲོ་འདུག་དཔེར་ན་གཡུ་ཐོག་དགའ་ཚལ་ལགས་ཕེབས་ཤག་སྐུ་པ་མ་བུ་ལགས་ཕེབས་ཤག་བསྟན་འཛིན་ལགས་ཕེབས་ཤག་ཁོང་རྣམ་པ་ཚང་མས་ཁྱེད་རང་ལ་ཡང་ལན་ཕུལ་གྲུབ་ཤག་དེ་ནས་ཇོ་བོའི་མགོ་བོ་དེ་གངས་དཀར་ལྷ་མོ་ལགས་རེད་ཤག་གངས་དཀར་ལྷ་མོ་ལགས་ཀྱི་པཱ་ལགས་དགུང་ལོ་བདུན་ཅུ་འགལ་ཙམ་ཞིག་རེད། གི་སྐོར་ལ་རེད་འདུག་ཁོང་ལ་ཡ་དེ་སྔ་ཡིན་ན་ལོ་བཞི་ལྔ་ཟིན་ཅིང་ངས་ལ་ཡ་གློག་ཀླད་གཅོང་ནད་ཉུང་ཤས་ཕོག་མྱོང་མཁན་ཞིག་རེད་འདུག་དེ་སྨན་བཅོས་བྱས་ནས་དྲག་སྐྱེད་ཡག་པོ་བྱུང་རེད་དེ་ཡ་ཨ་ནི་ད་ལོ་དཔྱིད་ཀ་ནས་བྱས་ནས་ཡ་ཕྱི་གི་ནད་གློག་རེད་པ་ཞིག་བརྒྱབ་བྱས་ནས་གློག་ཨ་ནང་ལ་ཡ་ཆུ་ཟགས་ཤ་ཟ་བྱས་ནས་ཨམ་ཆིས་ལབ་ཡོད་ས་རེད། ཆུ་སྲ་ཤ་ཟ་བྱེད་ནས་ལབ་ནི་ཡིན་ནས་ཨ་ནེ་སྨན་བཅོས་དེས་ད་སྐུ་གཟུགས་འགྱོགས་པ་ཡིན་པར་སོང་ཙང་ཨ་ནེ་སྨན་དེ་བཏང་ཡག་མི་འདུག་ཅེས་གསུངས་ཡོད་ས་རེད། ད་ལྟའི་ཐབས་ཤེས་གཞན་དག་གས་མེད་པར་སོང་ཙང་ད་ལྟ་བོད་ཀྱི་གསོ་བ་རིག་པའི་ནང་ལ་ཡག་འོག་མའི་གློ་བ་བེད་སྤྱོད་བཏང་པས་ཡིན་གསུངས་ན་ནས་གདོང་ཚུལ་དྲན་ལ་ཡག་ཕན་པོ་ཡོད་རེད་ཅེས་གསུངས་ཡོད་པ་ཡིན་དུས་དེ་དང་འབྲེལ་ནས་བཀའ་འདྲི། སྔ་བཞག་བཀའ་འདྲི་གནང་ཡུལ་དེ་ག་དེ་གཙོ་བོ་ང་རང་ཚོ་བོད་ཀྱི་གཙོ་བོ་རིག་པའི་ཨམ་ཆི་ཁ་ལ་རེད་འདུག་དེ་ཞི་གསུམ་གྱི་གཡུ་ཐོག་ག་ཚད་ལ་རེད་ཁམས་དུང་དགྲ་ལ་རེད་བསྟན་འཛིན་ལ་རེད་ཁོང་རྣམ་པ་ཆ་ཚང་ཕེད་བྱས་ནས་ཁྱེད་རང་ལ་ཡར་ལམ་དོད་ཞི་དོད་ཅིག་གནང་གྲུབ་འདུག་སྐབས་དེ་ཡ་ངས་འོ་མའི་གློག་སྐོར་ལ་ཡར་འཕྲིན་རེ་གཉིས་ཁ་བགད་ཅིག་ཞུ་ཡ་མེད་རེད་དེ་ད་ལྟ་ཁྱེད་རང་གི་པར་ལ་དེ་སྔ་ཀྲི་པིའི་ཉུང་ཤས་ཅིག་ཕོག་ཡོད་པ་ཡིན་དུས། ད་ནི་ཀྲི་པིའི་སྐོར་ཡང་ཉེ་བའི་ཆ་ལ་ང་རང་ཚོ་ཚོགས་སྤྱི་མ་པ་བསྟན་འཛིན་ལགས་ཀྱིས་ངོ་སྤྲོད་ཅིག་བྱེད་རོགས་བྱིན་ཅིག་གསུངས་པ་ཡིན་འདུག་ཟེར་མ་ཐག་ད་རེས་ངས་གོ་སྐབས་དེ་གཟིམ་བྱས་ནས་ངས་བལྟས་ཚེ་ཅེས་རྒྱས་བཅར་བ་ཅིག་ཞུས་ཆོག་པ་ཅི། ཀྲི་པིའི་ཟི་ན་མི་ནི་གློ་བ་གཅོང་ནད་དེ་སུ་ལ་ཕོག་ཡོད་རེད་ཅེས་ཞུས་པ་ཡིན་གསུངས་ན་གཟུགས་པོ། སྐྱོ་པོ་ཆགས་བསྡད་ངན་གཟུགས་པོ་ཅོང་སྐྱི་ཆགས་བསྡད་ངན། ལྷག་དོན་དུ་གཟུགས་པོའི་གཅིག་འདུག་ཨེ་སུང་རིམ་བསྲེ་དེ་མི་འདུག་གཟུགས་འདི་ཡག་པོ་མེད་པས་ནད་པ་ཚོ་ལ་ཡང་ནད་འདིའི་རིགས་དེ་ཁུག་གི་ཡོད་རེད། བྱས་ཙང་ཡུ་རོབ་ཁུལ་ལ་ཡང་ནད་འདིའི་རིགས་དེ་ཧ་ལམ་གཅིག་མཐོང་ཡང་ཡོད་མ་རེད་གང་ལ་སོང་ཟས་ཞུ་དེ་གང་ས་སྤྱི་དོན་ནས་བས་ཏེ། གར་ཞུ་བའི་ཕུན་སུམ་ཚོགས་པ་ཡོད་པ་ཡིན་དུས་ངས་འདིའི་རིགས་འདི་ཧ་ལམ་མཐོང་ཡང་ཡོད་མ་རེད། ད་ཕྱིས་སུ་བལྟས་ཚེ་ཕྲན་བུ་མང་དུ་འགྲོ་གི་འདུག་གང་ལགས་ཞུས་པ་ན་ཕྱི་མི་མང་པོ་ཞིག་ཡུ་རོབ་ནང་ལ་ཡར་ཚུར་སླེབས་ཡོང་གི་ཡོད་པ་ཡིན་དུས་བསམ་པ། ཁོ་བོ་རྣམ་པས་ཨ་ནི་འདས་ནས་སྨྱོ་འབོག་ལས་ཁེ་ཡོང་བྱས། ཨ་ནི་ནད་འདི་ཕྲན་བུ་ཅིག། ཡང་དག་སྐྱབས་ཀྱི་སོགས་ཐ་ཆད་འགྲོ་ཀུན་ཏུ་མ་གཏོགས་བྱས་པའི་མ་གཏོགས་ཅིག་དེ་གང་ཡིན་ན་དེའི་རིགས་དང་ཧ་ལམ་ཅིག་མཐོང་ཡང་ཡོད་མ་རེད་ད་བཀྲིས་པའི་ན་ཚ་འདི་ག་བ་ཡོད་རེད་ཅེས་ན་ཞུ་བས་ན་ལྷག་དོན་དུ་ཨ་ཧྥུ་རི་ཀ་དོ་ཧ་ལ་ཡ་ཞེ་བོ་ཕོན་ཆེན་པོ་ཡོད་རེད་གང་ལགས་ཞུ་བས་ན་ཕྱིས་ཀྱི་འཚོ་བ་གི་མཐུན་རྐྱེན་དེ་ཡག་པོ་མེད་པ་ཡིན་དུས་གཟུགས་པོ་སྐྱོ་བོ་ཤུགས་མ་ཐུབ་པ་གཟུགས་པོ་སྐྱོ་བོ་ཆགས་རེད་པ་འཕྲོད་བསྟེན་ཡག་པོ་མེད་པ་བྱས་ནས་ནད་འདིའི་རིགས་ཁོ་ནས་མི་མང་པོ་ནད་འདིས་རྐྱེན་པས་ཚེ་སྲོག་ཤོར་མཁན་ཡོད་རེད།